ཨེ་སི་ད་ཡང་དེ་དོ་བུས་པ་སུ་ཡོད་བ། སེང་ལྡིང་སྒོ་མོ་དེ་བ་ཤུལ་གྱི་དོ་བུས་པ་སུ་བྱེད་དེ་ནས་གོ་རྙིང་པ་ནས་ཡ་ཤར་རྒྱ་མཚོ་ནས་ལྷ་ཁང་ཁ་ལ་མཆོད་མཇལ་བེ་སི་ཤུལ་ལམ་དེ་ནས་ཡ་སྔོན་ལ་ཡ་ལྷ་ཁང་ཁ་ལ་མཆོད་མཇལ་མ་བྱ་བ་བྱེད། མཁར་སྟུག་ལ་དེ་གཙུག་ལག་ཁང་གི་མདུན་པའི་གསོན་ཚོགས་ཚུགས་སའི་འདུ་ཁང་གི་ནང་ལ་ཡ་དུ་བྱ། དེ་ནས་དེས་འདུ་ཁང་གི་དེའི་ཞལ་ནུབ་ལ་ཕྱོགས་པའི་གུ་རུ་རིན་པོ་ཆེ་འདའ། རྒྱལ་བ་བྱམས་པའི་གནས་བཤེས་གཉེན་བླ་མ་ཞུ་བ་ཆེ། ན་མ་ཁ་མ་ཤར་ནུབ་ལ་ཕྱོགས་ནས་ང་རང་ཚོ་བདུན་ལྡན་དེ། སེང་གེ་གཉིས་དང་དེ་གདུང་མའི་འོག་གི་དེ། མཆོད་གཤོམ་མཆོད་མཇུག་རྣམས་ལ་ཡ་སྟེ། ཐུབ་དབང་སྐུ་ཞིག་དུ་སྟེ། དེ་ང་རང་ཚོ་ནམ་རྒྱུན་དད་ལྡན་མང་ཚོགས་ཀྱི་ཁ་རྒྱུན་ལ་ཡ་ལྷ་སའི་གནས་མོས་ལྷ་སའི་ཆོས་མིན་བྱེད་ཟེར་ཅེས་ཟེར་འདོད་གསུངས་འདུག་ད་ཡིན་ནའི་དེ་གནད་ཡོད་མི་སྣས་གསུངས་ཡག་བྱས་ན་དེ་ད་ལྟ་མ་བསྡད་པ་རེད་གསུངས་འདུག་དེ་སངས་རྒྱས་སྟོང་སྐུ་བཞེངས་པའི་ཕུད་ཀྱི་དེ། ཐུབ་དབང་གི་སྐུ་དེ་རེད་གསུངས་གི་འདུག་རིག་སྔགས་སྒྲོན་པ་དེ་དེ། ཁྲུ་གང་བརྩེགས་ཀྱི་ཡོལ་བར་དུ། དེ་འདྲ་ལྷ་སའི་བྱེའུ་ཞུ་བ་དེ་ཕལ་ཆེན་ང་རང་ཚོའི། གནས་སྐོར་ལ་ཕན་སྙིང་བསྒྲུབས་པས་ནི་ལྷ་ས་ཡ་གནས་ཚང་ཡག་ནས་སྨན་མོ། ཨ་མ་ལགས་ལ་གནས་ཚང་ཡག་ནས་ནི། ཨ་མ་ལགས་ཀྱི་འགྲུལ་པ་དེ་ཚོ་ཡ། བྱོ་གང་མཇལ་ཞུ་ཟེར་བྱོ་རོག་མོ་ཅིག་མཇལ་ཞུ། ཨ་ནི་ང་ཚོ་དེ་ལྷ་སར་བཏགས་པ་དེ་རེད་ད་ཨ་ནི། ང་ཚོ་ཆོལ་ཁ་དོན་གཅིག་མཇལ་རེད་ཁྱོད་རང་ཚོ་ཆོལ་མཇལ་ཐུག་མ་རེད་ཅེས། ཨ་ནི། གནས་སྐོར་བ་དང་འགྲུལ་པ་དེ། ཉིན་ལྟར་གྱི་ཆོལ། ཉུང་མཐའ་ལ་གཅིག་དང་མང་དུས་གཉིས་གསུམ་མཇལ་ཐུག་པ་རེད། ནི་ཡིན་ནའི་གནས་མོ། ཁྱིམ་ཚང་གི་ཨ་མ་ལ་ཨ་ནི་ནང་ལོགས་ལ་ཕྱག་ལས་ལ་མགོ་ཁོག་ནས། ཨ་ནི། ཉི་མ་ཁ་ཤས་ཆོལ་ཁ་དགོན་དུ་བཅའ་ཐུག་མེད་པ་དང། ཨ་ནི་འོ་གནས་ཚང་ཡག་ཉེས་ཀྱི་ལྷ་སའི་གནས་མོས་ལྷ་སའི་ཆོག་མི་མཇལ། འོག་ཏུ་ཟུར་ཟ་རྣམ་པར་གསུངས་འདུག་གོ། དེ་སྐུ་དེ་ཐུབ་དབང་རེད་བཤམས་མ་འདུག་ལྷ་སའི་ཕྱོགས་སུ་བཞུགས་ན་ཏག་ཏག་བསྡད་ཀྱི་མེད་འདྲ། ད་ཡིན་ནའི་ག་རེ་བསྟན་གྱི་ཡོད་དེ་བརྟག་དཔྱད་གནང་དགོས་ར། ལྷ་འདུག་ཟེར་ཡ་དཀྱིལ་འཁོར་འདུག་ཟེར་བྱས་དེ་ནས་འདུག་ཁང་གི་དེ་ཞལ་ལྷོ་ལ་ཕྱོགས། བར་དོ་ཡི་གེ་ཡ་སྟེ་སེང་གེ།

མཁྱེན་བརྩེ་ད་ནི་ང་ནི་སུ་ཁམས་ལ་འཁྲུངས་པའི་ཀྱང་ཟ་སྐུ་གོང་མ་དེ་གི་རྫོང་ས་མཁྱེན་བརྩེ་སྐུ་གོང་མ་དེ་གི་བཞེངས་པ་ཡིན་གསུངས་འདུག་གཅིག་སྟོང་དགུ་བརྒྱ་ལྔ་བཅུ་ཡིན་ན་ལྔ་བཅུ་ང་གཅིག་གི་དེ་བག་ཅིག་ག་བཞེངས་པ་རེད་གསུངས་གི་ཁོ་རང་གི་ལུང་འདྲེན་གནང་རྗེས་དེ་རི་ནས་ས་ཅིག་གང་ལ་གཏོར་སྐྱོན་ཕྱིན་འདུག་ག་ད་དེ་རྒྱ་ཆུ་གྱེས་མཁན་ལོག་ལ་གསར་བ་བཞེངས་པ་དེ་རེད། དེ་ནས་ང་རང་ཚོས་དེ་འདུ་ཁང་གི་དཀྱིལ་ཡི་གེ་དེ་ཞལ་ནུབ་ལ་ཕྱོགས་པ་ཇོ་ལ་ཡག་ཇོ་སྐུ་སྐྱབས་ལ་ཡག་ཡོར་བ་དེ་མདུན་དེ་ཡང་འཕགས་པ་ཐུགས་རྗེ་ཆེན་པོའི་སྐུ་ཞིག་འདུག་སྟེ། རྡོ་རིང། དཔེ་འདི་དེ་བྱང་བ་ཡིན་གསུངས་འདུག་ང་རང་ཚོ་རྡོ་རིང། འོ་དེའི་སྐུ་མདུན་དེ་ཡང་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ལོར་བྱང་བའི་ཀུན་གཟིགས་པཎ་ཆེན་རིན་པོ་ཆེ་སྐུ་གོང་མའི་འཇིམ་སྐུ་བྱི་བ་རེད་དེ།